གཡོག་པོ་གཡོག་པོ་གཡོག་མོ་ཅིག་སྒོ་དབུགས་འདུག་དེ་སྔ་ལ་གཡོག་པོ་གཡོག་མོ་ཅིག་ཡོད་ན་ནི་ང་ཁྱོད་ཅག་ལ་བདེ་གི་མ་གཏོགས་གཞན་ཁྱོད་འདྲ་བཞིན་ཅིག་གི་ད་འདུག་ཟོག་པོ་ང་ནང་བཞིན་བུང་བ་མཛེས་བོ་ཅིག་ད་ཁྱོད་རྣམས་ལ་ང་རྩྭ་འདེབས་ཐུབ་ས་མ་རེད་ང་ནི་ཁྱོད་རྣམས་ལ་ཁྲོན་འགྲོ་གི་ཡིན་ཟེར་ལབ། ད་ཀུན་གྱིས་ཆགས་ཚང་ཁྱོད་རྩྭ་ནི་མ་འདེབས་ད་འོ་རང་ཁྱོད་ཁོ་ཕྱུག་པོ་འདྲ་ཡིན་ཟེར་ཅིག་ཟ་རྒྱུ་འཐུང་རྒྱུ་དེ་ཡག་པོ་ཟེར་འོ་ད་ང་ཁྱོད་ཅག་ལ་རྩྭ་འདི་ང་ལ་དཔེ་མེད་གི་འདུག་འོ་ང་ལ་དེ་འདྲ་གཡོག་པོ་དེ་འདྲ་སྒོ་དབུགས་འདུག་འོ་ཡ་ད་ཁྱོད་རང་ང་ལ་ཕྱུག་པོ་བ་རེད་མི་འདུག་འོ་ད་མི་བཟང་སྐྱོ་བོ་ཅིག་ཟེར་འོ་ཡ་དེ་ཡིན་དུས་ཀྱང་ང་ལ་ད་དེ་གོ་རོགས་གཡོག་པོ་ཅིག་བུ་དང་བུ་མོ་གྱི་གཡོག་པོ་བྱོས་ན་ནི། ང་ལ་དེ་ནས་བདེ་གིན་དེ་མ་ཐག་ང་ཁྱོད་ཅར་ཏེ་ད་ཁོ་བོ་སེམས་ཁྲལ་གྱིས་སྐུ་གཅིག་ཁྱོད་བསྡད་རོགས་ཅིག་ལམ་རྩ་འདི་རང་མ་བྱེད། ད་ང་ལ་མི་གཅིག་ག་ནས་འབྱོར་གི་ལ་ང་ལ་རྒྱུ་སྤྲད་རྒྱུ་ནི་མེད་ལྷག་པར་དུའང་མི་གཅིག་གཡོག་པོ་གཅིག་ང་ཁྱོད་ལ་ག་ནས་རག་གི་རག་གི་མར་ལབ་དེ་གང་དེ་ནི་བུ་མོ་དེ་འཁོར་པར་དུས་ཤིག་མ་ཤི་བོ་བྱོས་ཟེར་བ། དུས་ཤིག་མ་ཟེར་ན་ཁྱོད་ཚོ་ཧ་མོད་གི་ང་ཚོ་དུད་ཚང་ཞིག་གིན་དེ་ལ་དུས་ཤིག་མ་ཟེར་ད་བུ་མོ་སྡུག་ཅག་བྱོས་ཟེར། ཡ་སྟེ་ཁྱོད་གཞན་དག་མ་རངས་ནས་དེ་ནི་འདི། རྒྱལ་པོ་ཐམས་ཅད་གང་ཟེར་ཟེར་ན། སྦྱིན་གྱི་དེ་ནི་སྤུ་གུ་བུ་མོ་གཉིས་ཡོད་རེ་དེ་གཉིས་བྲལ་གྱི་རེ་ཁོ་ཐམས་ཅད་མི་སྟེར་བས་ཅི་དགའ་བ་མ་རེ་དེ་གཉིས་བྲལ་གྱི་ཁྱོད་དེར་ལེན་ཞུ་ལབ་པར་ཟེར། ཏྭ་ཁོས་ཨ་ཐ་ཅི་ཇུས་ཡག་པོ་ཞིག་འདུག་ང་ནི་ཁོ་གཏན་ནས་མི་བཞེད་དེ་མ་གཏོགས་ཁྱེད་ཅག་གཞན་དག་གིས་སྟེར་མཁན་འབྱོར་གྱི་མ་རེད། དེ་གཏན་ནས་མི་བྱེད་དེ་ཁོ་དེ་རེ་དགའ་ད་འགྲོར་ཟེར། དེ་ནི་དགོས་རེད། པའི་མི་གི་ལག་རླུང་ཐེར་གསུམ་དཀའ་ལས་བྱིའུ་རྒྱབ་ནས་དེ་ནི་ད་དེ་ཅིག་ལན་འགའ་ཅིག་ད་ངས་རེ་འགའ་ཅིག་འགྲོར་ཚིག་འགྲོར་ཐིག་ཅུག་ཅུག་ད་ལག་རླུང་ཐེར་གསུམ་ཅན་ད་ཡའི་སྐད་ཆ་རིང་པོ་རེད་དེ་ད་དེ་ནི་དེ་ཁོའི་ས་ཆར་སླེབས་སོང་ཟེར་ད་ད་འདྲ་རི་བོ་བེར་ཆེ་ལ། དེ་ནི་རྒྱལ་བོ་ཐམས་ཅད་ཐམས་ཅད་ཅན་གྱི་ས་ཆར་སླེབས་འདུག་གམ་དེ་ནི་དངོས་གནས་ཞིག་གི་བསམ་གྱིས་མི་ཁྱབ་གི་ད་སྲས་སྲས་མོ་གཉིས་ནི་ད་ལོ་གསུམ་བཞི་བརྒྱད་བུ་བུ་དགོ་དེ་ལོ་བཅུ་གཅིག་ཟེར་གྱི་དེ་འདྲ་ཆགས། སྲས་མོ་ཁོ་དེ་ཡང་ལོ་བརྒྱད་ཙི་ཡར་ཆགས་ད་གཉིས་ཀར་པད་གདང་སྤྲད་བ་གང་ལ་སྙིང་རྗེ་བའི་གང་ལ་པད་རྩེ་མོ་རྩེ་བའི་གང་ལ་ད་པད་ང་རང་ཚོ་ཡིན་ན་ཤ་ཚ་བའི་གང་ལ་འོས་ས་རེད་ད་ཁོ་རང་གཉིས་ཀ་པད་རྩེ་མོ་རྩེ་མཆུ་འགྲམ་དང་དེ་མེ་ཏོག་འགྲམ་རྩེ་མོ་རྩ་དེ་དེ་དེ་བྲམ་ཟེ་ཁ་ཆག་ནག་ཉེས་དེ་མི་སྡུག་གུ་དེ་སླེབས་སོང་ཟེར་དེ་རུ་སླེབས་དུས་གང་ལ་ད་ཁྱེད་ཀྱི་པ་བ་གང་འདྲ་ཟེར་ངའི་པ་བ་ནི་ད་འདྲ་བས་གི་ནི་བྱམས་པའི་ཏིང་ངེ་འཛིན་རེ་བཞུགས་དེ་བ་རེད་ལབ་དུས་གང་ལ་དེ་དེ་རུ་སོང་ནས་དེ་ཐམས་ཅད་སྦྱིན་ལ་དེ་ཁོང་གི་སྐད་བཏང་ཟེར་ཡ། ཁྱོད་སུ་ཡིན་ཟེར་ང་དེ་རེད་དེ་རེད་ཁྱོད་གང་གོ་ད་ཁྱོད་རང་ཤིང་ཏོག་འདྲ་སོ་ད་དེར་གོང་ས་མགྲོན་པོ་རེད་བ་དེ་ཤིང་ཏོག་འདྲ་སོ་དེ་གང་ངལ་སུས་དེ་ཨོ་ང་ངལ་སུ་ལོང་མེད་ཤིང་ཏོག་ཟག་ལོང་མེད་ང་དན་སང་མ་འགྲོ་རྐྱང་བ་མེད་ཨོ་དེ་དེ་ཁྱོད་ཅི་བྱེད་རིང་ཡོང་གི་ལབ་དུ་ད་ང་ལ་ནི་སྐྱེ་དམན་དེ་འདྲ་ཅིག་ཡོད་ཨོ་དེ་སྐྱེ་དམན་དེ་ནི་ཁོ་ར་པ་ར་གཡོག་པོ་ཅིག་མ་གཡོག་པོ་གཡོག་མོ་ཅིག་མ་བྱུང་ན་ནི་རྩ་བ་འདི་རང་ཁ་ཉན་གི་མི་འདུག་ཨོ་ཡ་ད་དེ་རེད་གང་ངེས་འདུག་ད་དུས་གང་ལ་ནི་ཁྱེད་ལ་བུ་བུ་མོ་གཉིས་ཡོད་ས་རེད་དེ་ཁྱེད་བུ་བུ་མོ་གཉིས་དེ་ནི་ཁྱེད་ནི་ཐམས་ཅད་ཀྱི་ནི་ཟེར་ད་འཛམ་བུ་གླིང་ནི་སྐད་གྲགས་འདུག་སྦྱིན་པ་དང་སྟེ་ཁྱི་ཕུ་བུ་མོ་གཉིས་ཏེ་ང་ངེད་ཀྱི་སྐྱེ་མིང་གི་གཡོག་པོ་དེ་རོགས་གཅིག་ལ། བསམ་བློ་གཅིག་གཟིགས་ད་གོང་པས་ཕུ་བུ་མོ་ལ་བརྩེ་བ་ཆེན་པོ་བར་ཏེ་ད་དེ་འདྲ་ཨ་ཧོ་ད་ངས་བྱང་ཆུབ་སྤྲུལ་པར་བྱས་བ་ལ་ད་འདི་ཕུ་བུ་མོ་གཉིས་མ་སྤྲད་ན་ངས་བྱང་ཆུབ་ཀྱི་ལམ་ལ་བར་ཆད་ཆགས་འགྲོ་གི་འདུག་བསམས་ནས། དེ་ཕུ་བོ་བུ་མོ་གཉིས་ཚུར་ཤོག་ལར་ད་ང་ཨ་ཕ་ནི་དེ་ནས་ཁུར་པའི་བྱང་ཆུབ་སྤྲུལ་པའི་ཆེད་དུ་དེ་འདྲའི་དཀའ་བ་སྤྱད་དེ་འདྲ་བྱེད་ཀྱི་ཡོད། དེ་ཁྱེད་གཉིས་ཀྱིས་ཨ་ཕ་ལ་བར་གཅོད་བྱེད་ཀྱི་ཡིན་ད་བྱེད་ཀྱི་མེད་ཅི་འདྲ་རེད་ཡ་ད་བར་གཅོད་མི་བྱེད་ཟེར་ན་ནི་ཁྱེད་རང་གཉིས་འདི་འདི་རྒད་པོ་དེ་གི་ཕྱག་ལ་འགྲོ་ནས་ཨང་ཡ་དེ་རྒད་མོ་དེ་གི་གཡོག་པོ་རྒྱུག་དགོས་ས་རེད་དེ་ནི་ད་ཁྱེད་གཉིས་འགྲོ་གི་མེད་ཟེར་ལ་བར་གཅོད་ནི་འདི་རིང་གི་ཐབས་ཤེས་ཅིག་མི་འདུག་དེ་ནི་ང་རང་ཚོ་ཨང་འདི་རེད་འདུག་གང་ཟེར་ཟེར་ན་དེ་ནི་ད་ཕ་ངེད་ཀྱིས་དེ་ནི་གི་དེ་ནི་ཅིག་ཟེར་ད་ལམ་ལ་ནི་བར་གཅོད་རེད་ཀྱི་འདུག་ལབ་དེ་གང་ལ་སྤུ་བོ་གཉིས་དེ་ངོ་ནི་བསམ་གྱི་ད་ཨ་ཡབ་རྒྱལ་པོ་གི་ཅི་གསུང་ན་ངེད་ཚོ་དེ་ནང་བཞིན་བྱེད་ཀྱི་ཡིན། དེ་འདྲ་ལབ་པ་རེད། དེ་ལབ་དུས་གང་ལ་དེ་ནི། ད་ཁོ་ལབ་དུས་ང་མགྱོགས་པོ་འགྲོ་བཞིན་ཨ་མ་ཁ་བ་འགྲོ་ཟེར་ཨ་མ་ཤིང་ཏོག་དོན་ད་འདྲ་དགོང་ཟས་མ་སླེབས་གི་མ་རེད་ལབ་དུས་གང་ལ་དེ། ངའི་སྡུག་ཅག་མི་དེ་དཔེ་མིག་སྤྱང་པོ་རེད་དོ་ཧོ་ད་ཨ་མ་སླེབས་སོང་ན་བཏང་གི་མ་རེད་ཨང་ད་སྤུ་གུ་གཉིས་ད་ངས་ད་ལྟ་རང་འཁྲིད་འགྲོ་གིན་ལབ་རེད། དེ་སྤུ་གུ་གཉིས་ཡང་དེ་དཔེ་མིག་གི་ཡབ་ཡབ་གི་ག་ལ་ད་ཡབ་ཀྱི་རྒྱལ་པོ་གི་ཅི་གསུང་ན་དེ་ནང་བཞིན་བྱེད་དེ་ཁོ་གཉིས་འགྲོ་ཤག་རེད། འགྲོ་དུས་རྐང་ལ་ལྟ་ཡང་འདི་གང་ཟེར་ཟེར་ན་འདི་བྲམ་ཟེ་ཁ་ཆེ་གནང་ཡང་དེ་གི་ཨ་ཡེ་འདི་གཉིས་གཤམ་ནས་ཕར་རོ་ཞིག་ང་ཤོར་འགྲོ་གི་རེད་འདི་ལག་པ་གཉིས་རྩ་ཐག་གི་གཅིག་ནས་ཟེར་དེ་ང་ལ་བལྟ་རོ་ཞིག་མ་གཏོགས་གི་འདི་ཁར་བལ་ཡུལ་འདི་མ་མཐོང་གི་ཟེར་བ་བར་དུ་འགྲོ་འགྲོའི་བར་དུ་འདི་གཉིས་ཕར་ལོག་འགྲོ་གི་རེད་ང་ཁ་རྙེད་གི་མ་རེད་ཨང་རྒྱ་ལུག་སྟེ་རྒྱ་ལུག་གི་རྩ་ཐག་གཅིག་གི་ལག་པ་གཉིས་གཅིག་དེ་ནས་ནི་ལག་པ་གཉིས་གཉིས་ཀ་ལག་པ་གཅིག་སྟེ་ཁོ་ལ་ཐག་པ་ཁོ་ལ་བྲེལ་སྟེ་གནང་བཞག་ད་བུ་བུ་མོ་གཉིས་གཅིག་ཉོས་རེད་གཅིག་ཉོས་རེད་ཨ་ཕ་བྲལ་འགྲོ་གི་ད་ཏན་ཏན་རྩ་ནས་མེད་ན་ཨ་མ་སླེབས་སླེབས་ཐོག་ཅིག་སྒུག་རོགས་ཞིག་ལབ་རེད།

སྙོག་དེ་བྱ་བྱེའུ་ཐམས་ཅད་སྐད་ཐམས་ཅད་ཁུག། སེམས་ཅན་ཐམས་ཅད་རྩེད་མོ་རྩ་རྒྱུད་ཐམས་ཅད་མེད། ཨའི། དེ་རིང་ཅིག་ཡག་ག་ཅིག་ཟེར་བྱུང་མི་འདུག་བསམ་ནས། ཕ་གི་ཐག་རིང་པོ་ནས་འོང་དུས་གང་ལ་ཡང་དེ་ནི། དེ་གང་ཟེར་རྩུབ་མོ་དེ་གས་དེ་འདྲ་བསམ། ཡག་ག་ཅིག་མི་འདུག་བསམ། ད་མདུན་ལ་སླེབས་རུང་དེ་གང་དེ་ནི་བུ་མོ་དང་བུ་དང་བུ་མོ་གཉིས་ཀ་དེ་ནི། ཨ་མ་སེམས་དེ་ཚུར་ལ་མདུན་ལ་གསོལ་རུ་ཡི་སླེབས་འོང་དེ་གཉིས་མ་འོང་རྒྱུ་མི་འདུག་ཟེར་བུ་གུ་གཉིས་ཡང་མི་འདུག་ཟེར། བྱ་བྱེའུ་ཐམས་ཅད་སྐད་ཁུག་དེ་འདུག་ཟེར། ད་སེམས་ཅན་ཐམས་ཅད་ཡང་དེ་ནི་ཁར་པར། ཨོ་ཡ་དེ་ནི་ཁར་པར་རྩེད་མོ་རྩ་རྒྱུད་འདྲ་ཕར་ཕྱག་ཕྱག་བྱེད་ཀྱི་མི་འདུག།

ཤིང་རྟ་བལྟས་སོང་ཐམས་ཅད་བལྟས་སོང་ད་སྤུ་གུ་བལྟས་རྒྱུ་དེ་བལྟས་ཁྱོད་ད་དཔེ་མེད་གི་རྫབ་བཞིན་ཟེར་ད་དཔེ་མེད་རེད་ཟེར་དེ་མོ་དངུལ་ཨང་པོ་རིག་སོང་དེ་ནས་རྒྱ་ལུག་ལབ་ད་དེ་འདྲ་རྩ་ནས་མ་ཟེར་ད་ངས་ནི་དེ་ནས་ད་བྱང་ཆུབ་ཀྱི་ཐོག་ཏུ་དེ་ང་རང་ཚོ་ཐམས་ཅད་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་རྒྱུ་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་པར་བྱེད་པའི་ཆེད་དུ་ངས་བཏང་ཡིན་མ་གཏོགས་ངས་དེ་ནས་སྤུ་གུ་ང་རང་གི་དོན་དག་ལ་དེ་འདྲ་བཏང་བ་རྩ་བ་ཉིད་ནས་མ་ཡིན་ད་ཁྱོད་དེ་ནས་སེམས་ཁྲེལ་མ་བྱེད་ཟེར་ནས་གསུངས་དུས་གང་ལྟས་མོ་དཔེ་མེད་དངུལ་ནི་གང་མ་འཛག་གི་དེ་ནས། དེ་ཡང་ཡང་ཚིག་བཙོང་ར་ཟེར་ད་ཁྱོད་རང་དེ་འདྲ་མ་དངུལ་མ་གཏོགས་ཁྱོད་རང་རེ་འགན་བྱུང་ན་ངས་སྤྲད་ཤག་གིན་ང་ནི་ང་སྤྲད་ཤག་གིན་ཨེ་ཟེར་ལབ་དེ་གང་ལྟས་མོ་ད་ང་ད་སྤྲད་ནས་འགྲིག་ངའི་སྤུ་གུ་གཉིས་བཟོ་ཙམ་གྱིས་དེ་འདྲས་སྤྲད་ཚར་སོང་ད་ཁྱེད་གང་མ་ཟེར་ལབ་དེ་ནས་མོ་དཔེ་མིག་གིས་ཡང་ཡང་སྐྱོར་དངུལ་ཡང་སྐྱོར་དངུལ་དེ་འདྲ་དཔེ་ཐེངས་མ་ཁ་ཤས་ཀྱིས་རྒྱལ་རྒྱལ་ཨང་བུ་རྒྱལ་སོང་ཟེར་གཅིག་ཨང་བུ་ཅིག་རྒྱལ་འོང་དུས་གང་ལ་མོ་ཡར་ཨང་བུ་ཅིག་རྒྱལ་ནས་ཡར་གཅིག་ཡར་གཅིག་གཉིས་བསད་འོང་དུས་གང་ལ་འོ་ད་ཁོ་ར་དཔེ་དེ་ནས་ཨ་ལྷ་ཡི་གེ་རྒྱལ་བོ་བརྒྱ་བྱིན་དེ་ནས་ཁོང་འོད་འཁྲབ་ལ་གིན་ཁོ་རང་འགྲམ་བསྡད་དེ་སྡོད་ཟེར། དེ་ནས། མོ་ལ། དེ་ཁྱོད་ག་རེ་དགོས་འདུག་ཟེར་ལབ་པར་ང་དེ་ནི་སྐོར་བ། རྒྱལ་ཆེན་ཡིན། ལྷ་ཡི་གི་རྒྱལ་བོ་རྒྱལ་ཆེན་ཡིན་ཁྱོད་ལ་ཆོག་ག་རེ་དགོས་ཟེར་ལབ་དེ་གང། དེ་ནས། མོ་དེ་ཕུ་གུ་དེ་དྲན་དྲགས་ནས་ད་བཙུན་མོ་ག་ཕུ་གུ་དེ་ནི་ད་བཤད་སྔར་ག་གེ་མོ་གོ་ཟེར་ཁྱོད་ཅི་ཅི་ག་མོ་གོ། ད་ངས་ཁྱོད་ལ་ང་ཕྱིར་འབྱིན་རྒྱུ་ཡོད་ན་ང་ལ་ཁྱོད་ང་མོ་ལ་འགྱོད་དེ་ནས་ཁྱོད་ཁྱོད་རོགས་ང་ལ་ཕྱོགས་གསུམ་འཇིག་གི་ཡིན་ཟེར་ད་ཁྱོད་ལ་ངས་ཅི་ཟེར་བ་ད་ཁོང་གིས། ང་རང་ཟེར་ན་སྣང་བ་འདྲ་མ་ན་ཕྱོགས་གསུམ། ཕྱོགས་གསུམ་བྲལ་གྱིན་དེ་ཁྱོད་རང་གང་ལབ་ལབ།

དེ་ཡང་འགྲིག་གི་རེད་ཟེར། ད་ལྟའི་བར་དེ་ད་གཉིས་བྱུང་སོང། འོ་ད་རེ་སྤུ་གུ་ཡར་མར་གྱིས་ཁོ་རང་གི་རྒྱལ་ཁབ་དེར་སླེབས་འགྲོ་རྒྱུ་གི་ཐུགས་བསྐྱེད་གནང་རོགས་བྱེད་ཟེར། ད་ཕྱོགས་གཉིས་པ་དེའི་ནང། ད་ཕྱོགས་གསུམ་པ་གཅིག་ཟེར་མཐར་གཏུགས་ང་ཚོའི་ཕ་བུ་འབངས་བུ་ཐམས་ཅད་སྡེབ་གཅིག་ལ་འཛོམས་པའི་གི་ཕྱོགས་ཞིག་དེ་རོགས་ཟེར། དེ་ཡང་འགྲིག་གི་རེད་ལབ། ད་དེ་སོང་དེ་ནས་ད་རྒྱལ་ཆེན་གྱི་གཏིང་འོག་ན་འདུག་གམ། ད་ཁོ་ནི་དེ་གང་ཟེར་ཟེར་ན་དེ། བྲམ་ཟེ་ཁ་ཆ་ན་ཡང་སྤུ་གུ་གཉིས་དེ་ལག་པ་རྒྱབ་འཕྲེད་ཅིག་འགྲོ་འགྲོ་འགྲོ་འགྲོ་འགྲོ་འགྲོ། ད་བར་སྐབས་གཅིག་འགྲོ་དེ་གང། ཁོ་དེ་མིན་རྒྱལ་ཆེན་གྱི་སྐོར་སྨོན་ལམ་བཏབ་ཞོག་ཀྱོར་ཏེ། གངས་ཅན་མང་ཆེན་ཅིག་གིས་རྒྱ་ལུགས་ཀྱི་མཇལ་ཁབ་འགྲམ་སླེབས་སོང་བས་ཁོ་རང་གི་མེ་མེ་རྒྱལ་སྒོ་ཟེར་སླེབས་སོང་བས་སྤུ་གུ་གཉིས་གཅིག་ནས་སྤུ་གུ་གཉིས་ནི་པད་སྙིང་རྗེ་བོ་ཤི་བོ་རེད་ཟེར་ད་དེ་དེ་ནི་མི་གཅིག་གི་ལབ་རེད་ད་དེ་ལྷ་རྗེ་རྒྱལ་ཆེན་གྱིས་དེ་ནི་སྤྲུལ་བ་ཡིན་གྱི་རེད་བ། ཁྱོད་འདི་སྤུ་གུ་འདི་གི་འདི་བྱས་ནས་གང་བྱེད་དགོས་རེད་དེ་ནི་གཡོག་གཡོག་པོ་ཁྱེར་ནས་གང་ཁྱོད་ལྐུགས་པ་འདི་ནི་ཐམས་ཅད་རྒྱལ་པོ་ཐམས་ཅད་སྐྱོབ་གི་གང་ཟེར་ཐམས་ཅད་སྒྲོལ་གི་གི་ཚ་བོ་ཚ་མོ་རེད་ཁྱོད་དེ་དེ་དེ་ནས་རྒྱལ་པོ་ལ་བཙོང་གི་ཡིན་ན་ཁྱོད་ཁོ་གཟུགས་པོ་དཀར་ཁྱོད་ཀྱི་སེར་སེར་གྱིས་ཁྱོད་སྤྲད་གི་རེད་དེ་ལོས་ན་ཁྱོད་གཡོག་པོ་དེ་དང་རྒྱ་དམ་པར་གླགས་ན་འགྲིག་ར་ཁྱོད་ལྐུགས་པ་དེ་འདི་ཁྱེར་སོང་ན་གང་ཕན་ཐོག་ཁྱོད་རང་གི་བཙུན་མོ་གཡོག་པོ་རྒྱུག་རྒྱུ་ལ་དེ་འདི་དེ་ཁྱོད་རང་ཕྲུ་གུ་ཡོད་བཙོང་ས་མ་ནོར་བ་པོ་རྒྱལ་པོ་ཐམས་ཅད་དེ་ནས་ཁོ་ར་པ་ར་སྒྲོལ་ལ་ཁྱོད་རང་ཚོ་ཁུལ་ཐམས་ཅད་སྒྲོལ་ཁུལ་མོ་མེ་མེ་རེད་བ་དེ་རྒྱལ་པོ་ལ་བཙོང་དང་ཁྱོད་རང་དེ་གི་དེ་ནས་ཁོ་ར་པ་ར་སེར་ཁོ་རང་ཁོའི་གཟུགས་པོ་བཀྱག་ན་དེ་ར་སྤྲད་གི་རེད་དེ་ཁྱོད་རང་དེ་ཡ་བ་ད་དེ་ཡ་རྒྱ་ཅན་གྱི་སྤྲུལ་བ་ཡིན་ས་རེད། དེ་ནས་ནས་སྤུ་གུ་དེ་ཁྱེར་ནས་སུ་ཏའི་ཁུ་སྤུ་གུ་རྫོང་བརྒྱུད་སྤུ་གུ་ཚོགས་ཀྱི་སྤུ་གུ་རྫོང་སུ་ཏའི་རྒྱལ་བུའི་སྒོ་འགྲམ་སླེབས་ནས་དེ་རྒྱལ་བུ་གི་བློན་པོ་ཚོ་གི་ཤེས་ནས་དེ་ནི་དངོས་གནས་རྒྱལ་བུ་གི་ཁོ་རང་གི་ང་རང་ཚོ་ཐམས་ཅད་སྦྱིན་གི་སའི་རི་ཚོ་ཧ་བསྐོར་ནས་དེ་ནང་ལ་ཡར་ཁྲིད་དུ་བཏང་དེ་ནས་རྒྱལ་བུ་ཁོ་རང་མེད་མེད་དེ་ངུས་ནས་དེ་ནས་ཁོ་རང་ཚ་བོ་ཚ་བོ་ངས་ཐམས། ཏེ་ནས་པའི་མིག་གིས་བཤུམ། ཨ་ཙི། དེའི་ཐམས་ཅད་སྦྱིན་ཏེ་དྲིན་ཕྲ་མ་རབ་གདུག་ག་ལ་འདུག་ཚོད་དེ། ད་ཤ་ནི་ཁོ་རང་ཚ་བོ་ཚ་མོ་གཉིས་དེ་དེ་ནས་ཁོར་པུ་གུ་རྒྱལ་ཡས་བཙོང་བཞག་འདུག་ཏེ་ནས་ཁོ་ལ་འཁྲུག་པ་བརྒྱབ་ནས་ཨོ་དེ་འདྲ་བྱས་རེད་ཟེར། དེ་དེ་འདྲ་བྱས་དུས་གང་ལ། ད། འདི། ཁུ་སེར་དེ་གྲབ་ཟེར་ཁ་གྱིས་ཆེ་རྣ་ཉག་མ་དེ་གིས་དེ་ནས། ཨ་ཡ་པུ་གུ་གཉིས་དེ་དེ་ནས་རྒྱ་ལུག་ལ་བཙོང་གི་མི་འདི་ནི་ང་ཁོའི་སྤྲད་ཚར་ཀྱོག་རེད་ཟེར། ད། རྒྱ་ལུག་ང། ཐམས་ཅད་སྦྱིན་གྱི་ངག་བལྟས་ཚར་དེབ་གཉིས་ཁྱོད་ལ་དེ་འབྲེལ་རྒྱུ་མེད་ལ། ད་རྒྱ་ལོ་དེ་འཇིག་མི་འཇིག་ཁྱོད་བཙོང་ཁོ་ལ་བཙོང་རོགས་གཅིག་ལ་ད་བཙོང་གི་མེད་ལ་ད་ཁོའི་དགོངས་འགྲེལ་གྱི་གཏམ་དོན་གང་ལ་ད་ད་ཡིག་བརྙན་ཁོ་ལབ་བཞག་རོགས་ཟེར་ཁོ་རང་བོད་ཀྱི་དུང་སེའི་སྲས་མོ་འདྲ་འདྲ་ཅིག་སྐྱག་ནས་སྤྲད་དགོས་ཟེར་བ་དེ་དེའི་དགོས་ལབ་རོགས་དེ་འགྲིག་གི་རེད་ཟེར་ནས། ཨང་ཡ་རྒྱལ་པོ་གི་དེ་ནས་ཀར་པར་འདི་གི་དེ་ནས་མ་རབས་ད་ངེད་ཀྱི་དེ་ནས་ཚ་བོ་ཚ་མོ་ཐམས་ཅད་དེ་ལ་ཐག་ལ་འཁྱར་བཅུག་ནས། རྒྱབ་ལ་ཟས་ཁ་ལ་རྒྱབ་ལ་ཁ་ལ་ཟས་རྒྱབ་ལ་གོས་མེད་པར་འདི་འདྲ་མི་ལ་བཙོང་ནས་ཟེར་གཏན་ནས་ཡ། ཨཱ་ཡ་མེ་དེ་པད་མིག་གི་སྟ་ག་རང་སར་དགོངས་པ་གསུམ་གསོལ་བ་རོ་དག་ཐམས་ཅད་སྦྱིན་ལ་དེ་དགོངས་པ་གསུམ་ནི་དེ་འདྲ་བྱ། དེ་འདྲའི་བྱེད་དུ་གང་གཏད་སའི་ཉིད་དེ་མེ་མེ་བ་སར་སླེབས་སོང་ཟེར་མེ་མེ་ཀྱང་དེ་ནི། ད་དེ་ལ་ལབ་ཏུ་ད་ཐབས་ཞུགས་ངེས་པ་དེ་ལ་ཁོ་ཚོ་གསུམ་གར་དེ་དེ་ཚུར་འཛོམས་དགོས་རོ་ད་ད་ཡིག་རྒྱལ་སྦྱིན་ལ་མོ་ལམ་དང་ནི་བཤམས་ནས་ང་ཚོ་མེ་མེ་ཐམས་ཅད་འཛོམས་ལ་དེ་ནི་རྒྱལ་བོ་ཧ་ལས་ནས་ད་དངོས་གནས་ཀྱི་བྱང་ཆུབ་ཀྱི་དོན་དང་འདི་འདྲ་གི་དཀའ་བ་གཅིག་པ་ཡོད་ས་རེད་རང་གི་བུ་དང་ཆུང་མ་ཡམ་ཆོས་ཀྱི་རྒྱལ་སྲིད་ཐམས་ཅད་སྤངས་ནས་གང་མ་འཛིན་རེད་དོ་བསམ་ནས་རྒྱལ་བོ་ཁོ་རང་ཡང་དེ་ནི་པད་ངོ་སེ་ཡིས་ལ་དེ་དད་པ་སྒྲོག་ཅིག་ཅེས་ནས་བསྟན་ནས་འཁོར་དང་སློབ་མ་དང་དམངས་པོ་ཅི་ལྟ་དང་ཤིང་རྟ་དང་དེའི་བར་གང་ཟེར་ཟེར་ན་རྒྱལ་པོ་དེ་ནི་ཐམས་ཅད་ཀྱིས་ལན་འགའ་སུ་རུ་བཏང། སུ་རུ་བཏང་དུས་གང་ལ་དེ་སྲིན་མོ་དང་གསང་ཡུམ་ཁོ་དང་བཙུན་མོ་ཁོ་དང་ཁོ་རང་གཉིས་བཞུགས་སྡོད་ཀྱི་རེད་ཟེར་དུས་གང་ལ་དེ་ནི་ད་ཁྱོད་ཕེབས་ཤོག་ཟེར་གྱི་འདུག་རྒྱལ་བོ་ད་ང་རྩ་ནས་འགྲོ་གི་མེད་རྒྱལ་པོ་གིས་ལོ་བཅུ་བཞི་ཡིན་ནས་བཅོ་ལྔ་ཡིན་ང་དེ་ནགས་ལ་བསྡད་ནས་འོ་ཡ་དེ་ཏིང་ངེ་འཛིན་བསྡད་ནས་ཤོག་ལབ་རེད་དེ་དེ་མ་མཛད་ཀྱི་བར་དེ་དུས་ཚོད་མ་ཚར་བར་དུ་ང་ནི་སུ་རུ་གང་ཡང་འགྲོ་གི་མེད་ལབ་རེད་ཟེར། ད་གསོལ་གང་འགྲོ་བ་དེ་ནས་དེ་འདྲ་ཅིག་འགྲིག་གི་མི་འདུག་བསམ་ད་ནི། ང་རང་བཟོ་ཡིན་ན་ག་ལ་པ་འདིས་ལབ་ནས། ཡ། ཡབ་ཀྱི་བཀའ་མེད་ང་རྩ་བ་ཉིད་ནས་འོང་གི་མེད་ལབ་ཏེ་ད་ནི་བར་སྐབས་དེ་ནི་མི་དམངས་ཐམས་ཅད་ཀྱིས་ད་རྒྱ་ལོ་རང་གི་བཀའ་གནང་སོང་ཁྱེད་རང་འགྲོ་ན་འགྲིག་ནི་མ་གཏོགས་མ་འགྲིག་ན་ཐབས་ཤེས་རྩ་ནས་མི་འདུག་ལ། དེ་ནི་སྲས་སྲས་མོ་གཉིས་ཀྱིས་ད་བཙུན་མོ་དེ་ནི་བས་འགྲོ་ཉེན་ཡོད་སར་ཁོ་རང་གི་སྲས་སྲས་མོ་གཉིས་ཕ་གི་ནི་མེ་ཡོད་སར་སླེབས་དུས་རེད་བ། ཨོ་ཡ་དེ་སླེབས་དུས་འགྲིག་རུང་དེ་ནི། ད་དེ་ནས་རྒྱ་ལུགས་བཀའ་ལྟར་བཀྲོལ། དེ་ཁོང་ཚོ་ཐམས་ཅད་ཤིང་རྟ་དང་འཁོར་ལོ་ལ་བཅས་ནས་གཏན་ཕེབས་སོང་རེད་ཟེར། ད་ད་ལོག་འོང་རེད་ཟེར། རྒྱ་ལུགས་བཀའ་གནང་བ་བྱུང་རེད། ད་ཅིག་ལོག་འོང་དུས་གང་ལ་བལྟས་ནས་རྒྱལ་ཁམས་ཐམས་ཅད་ལ་ཁོ་རང་གིས་དེ་ནས་རྒྱལ་ཁབ་ཐམས་ཅད་ཀྱི་སུན་མ་དང་ལུས་དེ་ལས་རྒྱལ་ཕྲན་གཞན་དག་གི་ཐམས་ཅད་ལམ་ལ་གཅིག་མེ་ཏོག་དང་སྐོར་པད་མིག་གིས་དེ་ནས་ཟས་དང་གོས་དང་གདན་དང་བཅས་ཀྱིས་ང་རང་ཚོ་ནས་ད་ནེ་པལ་སྐད་ཆ་སྨྲས་ན་སོ་སྐད། ཨིན་ཇི་སྐད་ན Welcome ཞེས་གཞས་བཞག་སྟོད་རྐང་ལ་རྒྱ་ལུའོ་དེ་ནི་དངོས་གནས་རྒྱལ་ཕྲན་ཐམས་ཅད་ཀྱི་ཨ་ཙེ་ད་རྒྱ་ལུའོ་ཟེར་མཁན་ནི་དེ་ནི་ཁོ་ཐམས་ཅད་ཀྱི་ནང་བཞིན་གྱི་གོ་རེད་འདི་ནང་བཞིན་གྱི་རྒྱ་ལུའོ་བྱུང་ན་ང་ཚོ་རྒྱལ་ཕྲན་ཐམས་ཅད་ལས་སྐྱིད་པོ་དང་བདེའུ་གང་མི་འཛིན་མ་འདྲ་བ་བྱུང་ས་རེད་འདི་ནང་བཞིན་གྱི་ཐམས་ཅད་ཀྱི་དེ་ནི་སྟོད་འོང་སྟོད་རྐང་ལ་རྒྱ་ལུའོ་དེ་ནི་ཚུར་ཕེབས་འོང་ཚུར་རྐང་ལ་ཅིག་རྒྱལ་ཕྲན་ཐམས་ཅད་ཧ་ལམ་མངའ་འོག་ལ་རྒྱུ་དེ་གིན་དེ་ལས་ཆགས་སོང་རེད་ད་རྒྱ་ལུའོ་ཡར་ལ་རྒྱ་སླེབས་སྟོད་རྐང་ལ་ཁོ་རང་རྣམ་པ་དང་ཕམ་པོ་ཐམས་ཅད་འཛོམས་ད་བུ་ཕྲུག་ཐམས་ཅད་འཛོམས་ད་ལྷག་པར་དུ་བཙུན་མོ་དང་པད་མིག་གི་བུ་ཕྲུག་འཛོམས་དགའ་སྣང་ལ་དགའ་སྣང་ལ། བསམ་གྱིས་མི་ཁྱབ། ད་རྒྱལ་བོས་རྒྱལ་སྲིད་བསྲིང་འོང་དུས་གང་ལ། ཕར་ཕྱོགས་ཀྱི་དེ་གའི་སྤོས་ཀྱི་གླང་པོ་ཀྱི་དེ་ནས་རེད་འགྲོ་མཁན་ཁོ་དེ་ཡང་དཔེ་དད་པ་སྐྱེས་ནས་ཨ་ཙི་འདིའི་རྒྱལ་པོ་དེ་ནི་གང་མི་འཛིན་རེད་འདུག་བསམ་ནས། དེ་ནས་ཁོ་རང་གི་དེ་ནས་དེ་གླང་པོ་ཆེ་ཐམས་ཅད་དུ་ཁྱེར་འོང་ནས་རྒྱལ་བློ་ལ་ཡར་ལ་ཐམས་ཅད་སྦྱིན་ལ་ཕུལ་ལོ་ད་ང་ཚོ་རྩ་ནས་བྱུང་བའི་བཟོད་པར་གསོལ་ད་ང་ཚོས་ལས་ཀ་དེ་འདྲ་སྡུག་ཅག་བྱས་ནས་ཁྱེད་ནི་འདི་འདྲའི་སྐྱེ་བོ་ཆེན་པོ་ཞིག་རེད་འདུག་ཟེར་ནས། ཡར་གླང་པོ་ཆེ་དེ་ཡར་བོར་རྒྱལ་ཁོ་དེ་ཡང་ཁོང་ལ་བོར་མདོར་ན་དེ་ནི་སྔར་ལས་དེ་ནས་ཐམས་ཅད་སྒྲོལ་དགོས་ཀྱི་དུས་སུ་རྒྱལ་ཁབ་ལས་ཀྱང་རྒྱལ་ཁབ་རྒྱ་ཆེ་རུ་སོང་རྒྱལ་ས་མི་མང་སྐྱིད་དུ་སོང་ཐམས་ཅད་ཕྱུག་རུ་སོང། ལུང་པ་དེ་ནས་ཀར་ཆུ་མེད་ཐམས་ཅད་ལ་ཆུ་རྡོལ། ཨོ་ཡ་ལུང་དེ་ནས་ཀར་པར། ཨོ་ཡ་ཤིང་མེད་ཐམས་ཅད་ལ་ཤིང་སྐྱེ་བུ་མེད་བུ་མེད་ཐམས་ཅད་ལ་བུ་སྐྱེ་ས་ང་རང་ཚོ་ད་འདི་ངའི་གླིང་མེད་ཀྱི་སྒྲུང་སྦྱར་ཆོག་ཡིན་ད་ཡང་དེ་འདི་ནས་དེ་རུ་འོས་མེད་འཕྲད་པ་ཆགས་མི་འདུག་ང་རང་ཚོ་ཁྱེའུ་པད་མ་མགོན་པོར་དང་དེ་རྣམས་དང་ནང་ལ་ཅིག་ལུང་པ་ཆུ་མེད་རྣམས་ལ་ཆུ་རྡོལ་ཅིག་ཅིག་ཤིང་ཅིག་ཅིག་རྣམས་ལ་ཅིག་ཅིག་ཤིང་སྐམ་པོ་རྣམས་ལ་ཤིང་སྐྱེ་ཅིག་ཅིག་མ་གོ་ཟེར་གྱི་ཡོད། ཨོ་དེ་ཀྱང་སྦྱར་བྱ་ཡིན། ཨོ་ཡ་དེ་འདྲ་བྱུང་བ་རེད་ཟེར། ད་དེ་འདྲ་བྱུང་བས་མི་ཆ་དྲན་གི་མི་འདུག་ཡོད་ཡོད་ཡོད་ཡིན་གྱི་རེད་ད་ཕལ་ཆེར་དེ་ནང་བཞིན་དེ་ཚོ་ཐམས་ཅད་ཡང་ཁྱེའུ་པད་མ་དབང་བར་དང་དང་ན་རྒྱ་ལུགས་ནོར་བཟང་རྣམ་ཐར་ཚོ་ཐམས་ཅད་བྱང་ཆུབ་སེམས་དཔའི་རྣམ་ཐར་ཏག་ཏག་རེད་བ། ཨོ་ཡ་དེ་ཡིན་དུས་གང་ལྟས་ལུང་པ་ཐམས་ཅད་བཀྲ་ཤིས་བ་བསམ་གྱིས་མི་ཁྱབ་ཅིང་ཕ་བུ་བདེ་འཛོམས་བྱུང་སོང་རེད་ཟེར་དེ་ཁོང་ཅང་ཆུབ་ཀྱི་ས་ཐོབ། ཨོ་ཡ་ང་རང་ཚོས་ཁོ་རང་གི་དེ་ནས་ཀྱི་བྱང་ཆུབ་ཀྱི་སར་ཐོབ་སེམས་ཅན་ཐམས་ཅད་ཡང་བདེ་འགྲོ་ལ་བཀོད་སེམས་ཅན་ཐམས་ཅད་ཡང་དེ་ནས་བྱང་ཆུབ་སེམས་ལ་སྤྱོད་ཐམས་ཅད་ཀྱི་སྦྱིན་པ་བཏང་གོ་འདུག་ཨ་སྦྱིན་པ་བཏང་གོ་འདུག་ཨ་སྦྱིན་པ་བཏང་གོ་ས་ལུང་པ་ཐམས་ཅད་ལ་དེ་ནས་ཁོ་རང་ས་ཕྱོགས་ཡུལ་ས་ཐམས་ཅད་སྦྱིན་པས་ཀྱི་དེ་ནས་ཁོ་རང་པ་བསོད་ནམས་ཀྱི་སྟོབས་དང་སྦྱིན་པས་ཀྱི་དེ་ནས་ཁོ་རང་ཕ་ཡོན་དང་དེ་འདྲས་ཀྱི་དེ་ནས་ཁོ་རང་འཛམ་གླིང་ཁྱབ་པ་དེ་འདྲ་བྱུང་བ་རེད་ཨོ་ཡ་ད་དེའི་དུས་གང་ལ་ད་ཁོང་བྱང་ཆུབ་ཀྱི་གོ་འཕང་ཐོབ་པ་རེད་སངས་རྒྱས་ད་དེ་ན་འདི་ངེད་འདི་གར་ངེད་རང་སྒྲ་ཆེན་པོའི་གོ་འཕང་ཐོབ་པ་ཡིན་གྱི་རེད་དེ་ད་བྱང་ཆུབ་སེམས་དཔའ་ཟེར་ན་སྐབས་སུ་བཤད་པ་ཡིན་ན་སྐྱེས་བུ་དོན་གྲུབ་དཀར་ཡིན་ན་སངས་རྒྱས་འོ་ད་དེའི་བསྟུན་པའི་སྦྱིན་པ་འོང་དུ་དེ་འདྲ་ཞིག་ཡོང་སྟེ་ཁྱེད་རང་ཚོ་ཕྱུག་པོ་ཚོ་ཡིན་ན་ཡང་དངོས་གནས་རང་ལ་རྒྱུ་འདི་ནས་བུ་དང་ཆུང་མ་རྒྱལ་ཁྲིབ་ཆ་ཚང་བཏང་མ་ཐུབ་ན་ཡང་ཡ་དེ་ནི་སྐར་པ་བཞི་རེད་ད་ང་རང་ཚོ་ཡིན་ན་ཅིག་པར་སེར་འབྲི་བོ་ཡིན་ན་ཅིག་པར་སེར་ལྔ་བཅུ་འབྲི་བོ་དེ་ནི་དཀོན་མཆོག་མཆོད་པ་བཏང་ན་རྒྱུ་ཡོད་པའི་གི་དོན་དག་རེད་མ་དེ་མ་པ་ག་གེ་གི་རྒྱུ་ཡོད་པའི་དོན་དག་བྱ་བ་མ་རེད། འཇིགས་མེད་གླིང་པ་གི་གང་ཟག་ང་རང་ཚོ་ཀུན་གུ་རུ་རིན་པོ་ཆེ་གསུང་དུ་བ་བསགས་པའི་མྱུར་ཚད་དབྱར་གྱི་སྦྲང་རྩི་འདྲ་རང་གིས་བསགས་ཀྱང་གཞན་གྱིས་ལོ་བགྱི་བའི་རང་དབང་ཡོད་དུས་དགེ་སྒྲུབ་ཚོ་ཕྱི་མི་དྲག་ཤོས་ད་ལྟ་བྱེད་རེ་རན་ཟེར་ད་རྒྱུ་ནོར་ལོངས་སྤྱོད་འཇོན་ན་དཀོན་མཆོག་ལ་མཆོད་པ་བར་ངན་སློང་ལ་སྦྱིན་པ་བཏང་བྱས་ན་ཚེ་ཕྱི་མིག་གི་རྒྱགས་པི་རེད་ལབ་ང་ཚོ་རྒྱགས་པི་ཟེར་ན་ཧ་གོ་རོ་ད་དོ་ལུགས་སུ་ལ་རྒྱགས་པི་ཟེར་བས་ལམ་ཁར་འགྲོ་ན་ཟ་རྒྱུ་ཁྱེར་རྒྱུ་དེ་ལ་རྒྱགས་པི་ཟེར་བ་འོ་དེ་རྒྱགས་པི་རེད་མ་གཏོགས་གི་དེ་མ་གཏོགས་ཕན་ཐོབ་ཡོད་མ་རེད་གསུང་བ་རེད།